ཀུན་དགའི་ཐུགས་རྗེ་ཤཱཀ་ཐའི་རིང་ཁྲོ་ཆེན་གཞན་གྱིས་མ་ལྟ་བདུད་རྒྱལ་སྤོང་བྱང་བ་གསེར་གྱི་བློན་པོ་ལྟ་བུའི་བྱིས་པའི་སྐུ་ཤཱཀ་ཀྱའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས་ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེན་ལ་སྒོ་གསུམ་གྱི་བ་ཆེན་པོ་ཏོག་ཆ་གྲངས་མེད་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབས་པ་དེ་ད་ག་རེ་ཞུ་ཡ་ཡིན་ཟེར་སོང་ན། ད་མང་པོ་ཅིག་གི་ག་རེ་ཟེར་སོང་ན་ཅིག་སོ་སོ་གི་ཕ་མ་གི་འགན་ཁུར་དེ་ཚོ་ལ་ད་ཞབས་ཕྱི་བཅུག་པ་ཡིན་ན། ཨ་འདི་ལ་ཅིག་ཕན་ཐོག་ཆེན་པོ་ཡོད་རེད་བས་ཟེར། ག་འདྲ་ཡོད་རེད་ཟེར་ད་དེ་འདྲའི་ག་རེད་ཟེར་སོང་ད་ཆུ་འབྲོག་རེད་དང་འབྲོག་མ་རེད་ཟེར་དེ་འདྲ་བྱས་གི་ད་དྲི་བ་བཏང་མཁན་དང། འོ་དེ་འདྲ་ཡོང་གི་འདུག་དེ་འདྲ་ཡིན་པར་སོང་ད་ད་དེ་རིང་དེའི་སྐོར་ལ་དེ་ཟེར་ཟེར་ཞེས་ཞུས་ན་བསམ་སོང། འོ་ད་དེ་འདྲ་ཡིན་པར་སོང་ད་ད་ང་ཚོ་མིག་གིས་ཕ་མ་ཅིག་འཛམ་བུ་གླིང་འདིའི་སྒང་ལ་ད་བཀའ་དྲིན་ཆེ་ཞུས་ཏེ་སོ་སོ་ཅིག་བསམ་བཏང་བ་ཡིན་ན་ད་སོ་སོ་ཕ་མ་དང་བླ་མ་དང་སློབ་དཔོན་དང། འོ་དེ་ཚོ་ཆགས་ཏེ་ཡོད་རེད་ད་ལྷག་པར་དུ་ག་རེ་ཟེར་སོང་ན་སོ་སོ་ཕ་མ་རྒན་གོག་གཉིས་འདྲ་ཅིག་ཡིན་ན། སོ་སོ་གི་ཚེ་འདི་ལ་ཅིག་འཇིག་རྟེན་གྱི་མི་ཡི་ལུས་དེ་འདྲ་སྤྲད་པར་བྱེད་མཁན་གྱི་ད་དབུ་ནན་དྲང་ནན་གྱི་ཅིག་བཀའ་དྲིན་ཆེ་ཞུས་ཏེ་ད་ཕ་མ་གཉིས་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ད་དེ་ལྟ་བུའི་ཕ་མ་གཉིས་ལ་ཨ་ན་ཅིག་གུས་ཞབས་ཀྱིས་བསྙེན་བཀུར་བྱས་པ་ཡིན་ན། འོ་བ་དེ་ལྟ་བུའི་ཅིག་ཕ་མ་གཉིས་ལ་ཅིག་དང་ཞབས་ཏོག་ཡག་པོ་བྱས་ནས་གུས་བཀུར་ཡག་པོ་བྱས་པ་ཡིན་ན་དེ་ལ་བརྟེན་ནས་ལེགས་སོ་ནམ་གྱི་ལེགས་ཞེས་པ་བསགས་ནས་ཚེ་འདི་ལ་ཡང་དེ་སྐྱིད་ཡོང་དེ་ཡག་སྐྱེ་བ་ཕྱི་མ་ལ་ཡང་སོ་སོ་དང་དེའི་བཀའ་དྲིན་ལ་བརྟེན་ནས་ཅིག་དངོས་གནས་དྲང་ནས་སྐྱེ་བ་ཕྱི་མ་མངོན་མཐོ་ལྷག་དང་མིའི་གོ་འཕང་ཐོབ་ཡག་གི་རྒྱུ་རུ་འགྲོ་ཡག་འོ་དེ་འདྲ་བྱས་ནས་ད་དེ་པད་མ་སེར་བའི་གེགས་ཆེན་པོ་ཅིག་ཕྱུགས་དང་འཇིག་རྟེན་གང་གི་ཆ་ནས་ནས་ཡང་ཕ་མ་ལ་གུས་ཞབས་བྱེད་ཡག་དང་ཕ་མ་ལ་བསྙེན་བཀུར་དང་ཞབས་ཏོག་བཅུག་ཡག་ལ་པད་མ་སེར་བའི་གེགས་ཆེན་པོ་ཆགས་དེ་ཡོད་རེད། དེ་མེད་ཨེ་མ་ཧ་མ་གོ་ན་དེང་སང་མང་པོ་ཅག་གིས་ཡང་ཀོ། ཅིག་ཡར་དཀོན་མཆོག་ལ་མཆོད་པ་འདྲ་བ་ཅིག་བརྩམས་ན་མཆོད་པ་འདྲ་ཕུལ། ཨ་ནི་ཅིག་སོ་སོ་ནང་གི་ཕ་མ་རྒན་གོག་གཉིས་པོ་དེ་ཅིག་སྣང་མེད་འདྲ་བ་ཅིག་བཏང་ནས་འོ་དེ་འདྲ་བཞག་བཞག་བ་དེ་ནང་པ་སངས་རྒྱས་ཀྱི་ཆོས་མ་ཤེས་པའི་གིས་འདྲ་དེ་འདྲ་བྱེད་གི་གོ་ལེན་པ་བྱ་དུ་ཡོད་རེད་ནང་པ་སངས་རྒྱས་པའི་ཆོས་ཀྱི་སྙིང་པོ་དེ་ག་རེ་བྱ་དུ་ཟེར་སོང་ན། ཨ་ནི་ཅི། བྱམས་དང་སྙིང་རྗེ་ཕྱག་ཏུ་གཡེར། བྱམས་དང་སྙིང་རྗེ་གི་ཡུལ་གྱི་གཙོ་བོ་དེ་ག་རེ་ཟེར་སོང་ན་སེམས་ཅན། ད་དེའི་ནང་ནས། སེམས་ཅན་དེ་ཚོ་དེ་བྱམས་དང་སྙིང་རྗེ་གི་གཙོ་བོ་ཡུལ་ག་འདྲས་ཆགས་ཀྱི་ཡོད་རེད་ཟེར་སོང་ན། མཐའ་ཡས་པའི་སེམས་ཅན་ཐམས་ཅད་རང་གི་ཕ་མ་མ་བྱས་པའི་གཅིག་ཀྱང་ཡོད་མ་རེད་དེ་འདྲས་ཡིན་པ་སོང་ད་ཟེར་ད། སེམས་ཅན་ཐམས་ཅད་ཅིག་བྱམས་པ་དང་སྙིང་རྗེ་གི་ད་ཡུལ་གྱི་གཙོ་བོ་དེ་འདྲས་ཆགས་ཀྱི་ཡོད་རེད། བྱམས་དང་སྙིང་རྗེ་གི་ཡུལ་གྱི་གཙོ་བོ་ཆགས་དགོས་ཡག་གི་རྒྱུ་མཚན་དེ་སྤྱི་དང་ད་རྒྱུ་འབྲས་མན་ངག་དོན་གྱི་སྒོ་ནས། ཨ་ནི་བསམ་བཏང་ཡག་གཅིག་དང་བདག་གཞན་མཉམ་བརྗེའི་སྒོ་ནས་བསམ་བཏང་ཡག་གཅིག་གཉིས།

སེམས་ཅན་ཐམས་ཅད་ཀྱི་སོ་སོ་དང་པོ་སོ་སོ་སྐྱེ་བ་བླངས་པ་ལ་གྲངས་ཀ་མེད་པར་སོང་ཙང་ཨ་མདའ་ཡེ་བའི་སེམས་ཅན་ཐམས་ཅད་ད་སོ་སོ་ཕ་མ་ཆེ་ཉུང་ཡོད་རེད། ག་རེ་བྱས་ནས་བསད་སོང་ན་ང་རང་གི་སྐྱེ་བ་བླངས་པ་ལ་གྲངས་ཀ་མི་འདུག་ཨ། ཕ་ཆོས་སྡེ་གི་སེམས་ཅན་དེ་ཟུག་གི་སྐྱེ་བ་བླངས་པ་ལ་གྲངས་ཀ་ཡོད་མ་རེད། སོ་སོ་གི་སྐྱེ་བ་བླངས་པ་དེ་ས་ཡི་རྡུལ་ཕྲན་ནང་བཞིན་སྐྱེ་བ་གྲངས་མེད་པ་ཞིག་གར་བསད་ནས་སྐྱེ་བ་བླངས་ཡོད་རེད། ཨ་ཕ་ཆོས་ཀྱི་སེམས་ཅན་དེ་ཡང་ཅིག་ས་ཡི་རྡུལ་ཕྲན་ནང་བཞིན་སྐྱེ་བ་བླངས་པ་ཡིན་པར་སོང་ཙང་ད་སྐྱེ་བ་ག་རེ་བསད་སོང་ན་ཅིག་ཅིག་མིན་ན་ཅིག་ལ་ཏན་ཏན་ཕ་མ་ཆེ་ཉུང་ཡོད་རེད། འོ་ད་དེ་འདྲའི་ཕ་མ་ཆེ་ཉུང་ཡོད་ན་ཨ་ནི་ཚེ་འདིའི་ཕ་མ་ནང་ཞིག་དང་བཀའ་དྲིན་ཆེན་པོ་ཞེ་བོ་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པ་སོང་ཙང་སེམས་ཅན་ཐམས་ཅད་སོ་སོ་རང་གི་ཕ་མ་ཆེ་ཉུང་བ་དེ་འདྲ་བསམ་བློ་བཏང་དེ་ནི་ཕ་མ་ཆེ་ཉུང་ནི་དེ་ལས་པའི་བཀའ་དྲིན་ཆེན་པོ་ཡིན་པ་སོང་ཙང་དེ་ཀྱི་བཀའ་དྲིན་ལ་བསམ་བློ་བཏང་དེ་ནི་བཀའ་དྲིན་ཆེན་པོ་ཡིན་ན་དྲིན་ལན་ཞིག་དགོས་བ་ལ་བསམ་བློ་བཏང་འོ་ད་དྲིན་དྲིན་ལན་འཇལ་ཡག་དེ་དག་ཇི་ལྟར་འགར་ཟེར་སོང་ཙང་ཕྱུག་གི་སྒོ་ནས་དྲིན་ལན་འཇལ་ཡག་དང་ཨ་ནི་ཟང་ཟིང་སྒོ་ནས་དྲིན་ལན་འཇལ་ཡག་དག་མང་པོ་དེ་འདྲ་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ད་ཕྱུག་གི་སྒོ་ནས་བསམ་བློ་བཏང་བ་ཡིན་ན

འོ་དེ་འདྲ་ཤེས་ཙང་ན་ཕ་མ་ལ་དྲིན་ལན་ཇི་ཡག་གི་ད་ག་རེ་ཟེར་ན་རྒྱུ་ཡག་པོ་གཅིག་དེ་ཕྱུག་གི་སྒོ་ནས་ཤེས་སོང་ན་སེམས་ཅན་ཐམས་ཅད་སོ་སོ་ཕ་མ་ཡིན་པ་བསམ་བཏང་ཡ་དེ་ནས་ག་རེ་ཟེར་ས་བཀའ་དྲིན་ཆེན་པོ་ཡིན་པ་བསམ་བཏང་ཡ་ཨ་ནི་དྲིན་ལན་འཇལ་དགོས་བ་བསམ་བཏང་ཡ་དེ་ནས་ག་རེ་ཟེར་སོང་ན་ཅིག་བདེ་བ་དང་བདེ་སྡུག་གི་བྱམས་པ་ལ་བསམ་བཏང་ཡ་ཨ་ནི་ཕ་མ་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་འདུག་གི་སྙིང་རྗེ་བསམ་བཏང་ཡ་དེ་ནས་སྡུག་བསྔལ་དང་བྲལ་བ་དེ་ང་རང་བྱེད་ཀྱིན་སྙམ་པའི་ལྷག་བསམ་བསམ་བཏང་ཡ་དེ་ནས་ད་ཡེ་བའི་སེམས་ཅན་ཐམས་ཅད་དང་སངས་རྒྱས་གོང་མ་ཐོབ་བར་བྱེད་ཀྱིན་མ་རྒན་ནམ་མཁའ་དང་མཉམ་པའི་མཁའ་ཁྱབ་ཀྱི་སེམས་ཅན་ཐམས་ཅད་དང་སངས་རྒྱས་དགོངས་པ་ཐོབ་པར་བྱེད་ཀྱི་སྙམ་པའི་རྟགས། མདོར་ན་སོ་སོར་གཅིག་འཕགས་མ་སེམས་ཅན་ཐམས་ཅད་གཅིག་དྲིན་ལན་ཅི་ཡག་གི་བྱེད་ལྟས་ནི་ཕྱུགས་ཀྱི་སྒོ་ནས། མ་གཞི་དང་དྲིན་དྲན་དང་དྲིན་གཟོ་དང་ཡིད་འོང་དང་བྱམས་པ་དང་སྙིང་རྗེ་དང་ལྷག་བསམ་དང་མཐའ་ཡས་མ་རྒན་སེམས་ཅན་ཐམས་ཅད་ཀྱི་དོན་ལ་བྱང་ཆུབ་སེམས་བསམ་དང་ལྟ་དེ་ཚོ་དེ་ཕྱུགས་ཀྱི་སྒོ་ནས་ད་དྲིན་ལན་ཅི་ཡག་དེ་ཆགས་དུ་ཡོད་རེད། ད་དེ་ནས་ག་རེ་ཟེར་སོང་ན་ཟང་ཟིང་གི་སྒོ་ནས་ཁྲི་ལེན་བྱེད་པ་ཟེར་སོང་ན་ད་ག་རེ་ཆགས་འདུག་ཟེར་སོང་ན་ཨ་ནི་སོ་སོ་གི་ཚེ་འདི་གི་ཕ་མ་ཡིན་ན་རེད་ད། ད་ཡོད་སེམས་ཅན་ཐམས་ཅད་སྐྱེ་ཤི་འཕོས་པ་ངོ་མ་ཤེས་མ་གཏོགས་སེམས་ཅན་ཐམས་ཅད་སོ་སོ་ཕ་མ་གཅིག་ཉོ་བ་རྐྱང་རྐྱང་ཆགས་འདི་ཡོད་པ་སོང་ཙང་དེ་ཚོ་ཚང་མ་དེ་གཅིག་ཚེ་འདི་གི་ཕ་མ་ནང་བཞིན་ད་ཁྲི་ལེན་བྱེད་དགོས་སྙམ་པའི་བློ་དེ་འདྲ་ཞིག་གིས་ཨ་ལྷག་པར་དེ་ག་རེ་ཟེར་སོང་ན་ད་ཚེ་འདི་གི་ཕ་མ་གཉིས་འདི་ད་དངོས་གནས་དྲང་གནས་ཀྱི་སོ་སོ་པའི་བཀའ་དྲིན་ཧང་སངས་པའི་ཐབས་ཆེན་པོ་ཡིན་པར་གསུངས་ཙང། སོ་སོ་གི་གཅིག་གར་ཟས་སོང་ན་ཟས་ཞིམ་པོ་ཡོད་ན་ཡང་ཕ་མ་གཉིས་ལ་སྤྲད་ཡག་ཨ་ནི་གཅིག་གུ་འཇམ་པོ་གཅིག་ཡོད་ན་ཡང་ཕ་མ་གཉིས་ལ་བལ་གཡོག་ཡག་གཏམ་སྙན་པོ་གཅིག་ཡོད་ན་ཡང་ཕ་མ་གཉིས་ལ་བལ་ད་གར་ཟས་ནི་ཤེས་བ་ད་དེ་འདྲ་ཡིན་པར་གསུངས་ཙང་ཅིག་ད་དེ་ཚོ་བྱེད་ཡག་དེ་ད་ཆོས་དང་འཇིག་རྟེན་གང་གི་ཆ་ནས་ཡང་ཧང་སངས་པའི་གལ་ཆེན་པོ་ད་སོ་སོ་གཅིག་བྱ་བ་ལམ་འགྲོ་ཡོང་གི་བྱུང་ན་ཡང། བྱ་བ་ལམ་འགྲོ་ཡོངས་ཡག་ལ་བསོད་ནམས་བསགས་ག་རེ་ད་འདི་སངས་རྒྱས་ཀྱི་དུས་སོང་ནས་ཡོད་བ་བསོད་ནམས་རྣམས་ནི་དེ་ལྟར་ཏུ་ངེས་ཚེ་བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲོ་འདོད་བཅོམ་ལྡན་འདས་བྱང་ཆུབ་སྒོམ་སྤང་གཉིས་རིག་བ་མྱ་ངན་འདས་ཤིང་ཤི་བ་སྲིད་པའི་ཤི་བ་སྲིད་པའི་ངོ་བོ་ཐོབ་དེ་ནས་སོང་ཡོད་རེད་ད་འདི་ག་རེ་སོང་གོ་ཚེ་སོ་བསོད་ནམས་ཡག་པོ་བསགས་པ་ཡིན་ན་དེ་ལས་འདས་ནས་བྱ་བ་ལམ་འགྲོ་ཡོངས་འོ་ད་བསོད་ནམས་ཡག་པོ་བསགས་པ་ཡིན་ན་དེ་ལས་འདས་ནས་ས་སོ་སོ་གོ་ཅིག་ཕྱི་ནང་གསང་གསུམ་གྱི་འགལ་རྐྱེན་བར་ཆད་དེ་ཚོ་དེ་ཟིན་འགྲོ་བ་རེད་མེད་པར་བྱ་གི་རེད། ད་སོ་སོ་བར་ཆད་ཟིན་ནས་བསགས་ན་ཡང་སོ་ནམ་བསགས་གི་རེད། ཨ་ནི་སོ་སོ་གི་ཅིག་བྱ་བ་ལམ་འགྲོ་ཡོང་ན་ཚར་སོ་ནམ་བསགས་གི་རེད། ད་སོ་ནམ་བསགས་ཡག་གི་ད་ཡུལ་ཡག་ཤོས་དེ་ག་རེ་ཟེར་སོང་བླ་མ་དང་སློབ་དཔོན་དང་ཨ་ནི་ཚེ་འདི་གི་ཕ་མ་དེ་ཚོ་དེ་སོ་ནམ་བསགས་ཡག་གི་ད་གོ་སྐབས་ཡུལ་ཡག་ཤོས་དེ་ཆགས་ཀྱི་ཡོད་རེད། འོ་དེ་འདྲ་ཡིན་པ་སོང་ན་ཅིག་བྱ་བ་ལམ་འགྲོ་ཡོང་ན་བསམ། ད་མང་པོ་ཅིག་གིས་སོ་ནམ་བཟའ་ན་བྱ་བ་ལམ་འགྲོ་ཡོང་ཡག་ཅེས་དུ་ཡག་ཆེ། གཙུག་ལམ་ཁང་ལ་མཆོད་མཇལ་དུས་ཉིན་འགྲོ་མཁན་ཡོད་རེད་སྨོན་ལམ་རྒྱག་མཁན་ཡོད་རེད་དེང་སང་མང་པོ་ཅིག་ད་འཕྲུལ་ཆུ་རྐྱང་རྐྱང་བྱེད་ཀྱི་འདུག་བྱ་བ་ལམ་འགྲོ་ཡོང་ཡག་ཆེད་དུ་ཅིག་འཕྲུལ་ཆུ་རྐྱང་རྐྱང་བྱས་ནས་འོ་ད་ང་དེ་རིང་གར་སོས་སོ་ང་ཚོ་ཚོང་འགྲོ་གི་ཡོད་ཨ་ནི་ཅིག་འཕྲུལ་ཆུ་ཞིག་རྒྱག་གི་ཡིན་ཟེར་ཡག་དང་ཨ་ད་ག་ནང་བཞིན་ད་དེ་རིང་ཅིག་བྱ་བ་དོན་དག་ཆེན་པོ་ལས་ཀ་དོན་དག་ཆེན་པོ་བྱེད་དུ་འགྲོ་གི་ཡོད་ཨ་ནི་འཕྲུལ་ཆུ་ཞིག་རྒྱག་རོགས་ཟེར་ཡག་དང་ད་ག་ནང་བཞིན་སྨོན་ལམ་རྒྱག་རོགས་ཟེར་ཡག་དང་ད་ག་ནང་བཞིན་བླ་མ་དང་སློབ་དཔོན་དུ་སོ་ཡི་སྐྱབས་འཇུག་བཞེས་ཡག་དང། ད་ག་ན་ཡི་བྱ་བ་ལམ་འགྲོ་ཡོང་ཡོད་སའི་གཙུག་ལམ་ཁང་ཆོས་མཇལ་འགྲོ་ཡག་དང་སྐོར་ར་སྐོར་ཡག་དང་ད་མང་པོ་ཅིག་དགེ་སྦྱོར་ཆེ་བ་མང་པོ་ཡོད་རེད་བ་དེང་སང་དེ་འདྲ་བྱེད་ཀྱི་འདུག་བ་ད་མ་གཏོགས་ཅིག་སོ་སོ་བྱ་བ་ལམ་འགྲོ་ཡོང་ཡག་ག་བྱེད་དེར་ཕ་མ་གཉིས་ལ་ཞབས་ཏོག་ཉོ་གི་ཉུང་ཉུང་རེད་འདུག་བ། འོ་དེ་འདྲ་ཡིན་པར་སོང་ད་དེ་ཚོ་དེ་ག་རེ་ཟེར་སོང་ན་ཆུ་མ་ཤི་བའི་སྐྱོང་བྱ་དེ་ཡོད་རེད་ཨ་ནི་ཕྱོགས་གཅིག་ནས་ག་རེ་ཟེར་བྱ་བ་ལམ་འགྲོ་ཡོང་ཡག་ག་བྱེད་དེ་ཡར་དཀོན་མཆོག་ལ་མཆོད་པ་དང་མར་ངན་ལུང་ལ་སྦྱིན་པ། སྣ་ཚོགས་པ་ཅིག་ཡོད་ན་ཡང་སོ་སོ་བྱ་བ་ལམ་འགྲོ་ཡོང་ན་ཟ་ན་སོ་ནམ་ཟ་གི་རེད་སོ་ནམ་ཟ་ཡག་དང་ཡུལ་ཡག་ཤོས་དེ་ཨ་ནི་ཅིག་བླ་མ་དང་སློབ་དཔོན་དང་ཨ་ནི་ལྷག་པ་རེ་ཟུང་སོ་ཚེ་འདི་གི་ཕ་མ་བྱ་དེ་ཡོད་རེད། འོ་དེ་འདྲ་ཡིན་པ་གསུངས་དང་ཕ་མ་རྒན་གོག་གཉིས་ལ་ཡག་པོ་བྱེད་བྱམས་སྐྱོང་ཡག་པོ་བྱེད་གཅིག་སེམས་ཞིམ་པོ་ཅིག་ཡོད་ན་ཕ་མ་ལ་སྤྲད་གཏམ་སྙན་པོ་ཅིག་ཡོད་ན་ཕ་མ་ལ་བཤད་ཨ་ནེ་ག་རེ་ཟེར་སོང་དེ་འདྲ་ཅིག་དང་ཕ་མ་ལ་ཤ་རྟོག་ཡག་པོ་རྒྱུག་རྩེ་གནང་དེ་འདྲ་བྱས་པ་ཡིན་ན་འོ་ད་དེ་ལ་བརྟེན་ནས་བསོད་ནམས་ཞེ་བོ་བསགས་ནས་བྱ་བ་ལམ་འགྲོ་ཞེ་བོ་ཡོང་གི་རེད་འོ་དེ་མ་གཏོགས་ཅིག་མང་པོ་ཅིག་གི་ཡང་སྒོ་བྱ་བ་ལམ་འགྲོ་ཡོང་ཡག་བྱས་དེ་ཡང། ཡར་དགོངས་ཆོག་དང་ཆོག་པར་ཞིག་བརྩམས་ན་དགེ་འདུན་མང་ལ་བསྙེན་བཀུར་བྱེད་མཁན་དེ་འདྲ་ཡོད་རེད་དེ། སོ་སོ་ཕ་མ་གཉིས་འདི་ལྟར་ག་རེ་ཟེར་སོང་ན་སྐྱོ་བོ་བྱས་ནས་ཅིག་སྣང་མེད་བཏང་ན་ཁུག་ཀྱོག་ཀྱང་ཤར་འགས་འོ་དེ་འདྲ་བྱས་པ་ཡིན་ན་ད་ཆུ་མ་ཤི་བའི་སྐྱོང་བྱ་དེ་ཡོད་རེད་འོ་ད་ཅིག་སོ་སོ་བྱ་བ་ལམ་འགྲོ་ཡོང་བ་བྱས་ཏེ་ཡར་དགོངས་ཆོག་ཆོག་པར་ག་ཚོད་བྱས་ན་ཡང། འོ་ད་དེ་ནས་ག་རེ་ཟེར་སོང་ན་སོ་སོ་ཕ་མ་གཉིས་ལ་སྣང་མེད་བཏང་ནས་གཡུག་ཤར་བ་ཡིན་ན་དཀོན་མཆོག་ལ་ཐུགས་ཀྱི་ནི་རྙེད་གི་མ་རེད་སངས་རྒྱས་ལ་ཐུགས་རྙེད་གི་མ་རེད་ཆོས་ལ་ཐུགས་རྙེད་གི་མ་རེད།

ཕྱོགས་བཞི་རྒྱལ་བ་སྲིད་དང་འཆི་བ་ཐམས་ཅད་དང་པོ་ཐུགས་བསྐྱེད་པ་སྟེ་སེམས་ཅན་དང་ཐུགས་བསྐྱེད་པ་འདི་ཆེས་བསམ་པ་སེམས་བསྐྱེད་དང་འཆི་བ་ཕ་རོལ་གཞན་པ་དྲུག་ཉམས་ལེན་གནང་ཡག་སྟེ་སེམས་ཅན་འགྲོ་བ་རིགས་དྲུག་གི་ཤེས་ཏེ་འདི་ཉམས་ལེན་གནང་གི་ཡོད་རེད་མཐར་མངོན་པར་རྩོལ་བ་སངས་རྒྱས་ཡག་སྟེ་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཤེས་དེ་རེད་དེ་འདྲ་ཡིན་པ་སོགས་ན། དུས་གསུམ་གྱི་སངས་རྒྱས་སྲིད་དང་འཆི་བ་ཐམས་ཅད་ཀྱི་དང་པོ་བྱང་ཆུབ་ཐུགས་བསྐྱེད་པ་དེ། སེམས་ཅན་གྱི་དོན་དུ་བར་དུ་ཚོགས་བསག་ཡག་དེ་སེམས་ཅན་དོན་མཐར་མངོན་པར་རྫོགས་པར་སངས་རྒྱས་ཡག་དེ་སེམས་ཅན་གྱི་དོན་ཡིན་པར་བཟང་ཙང་ལྟར། རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཐོབ་ཉེ་བའི་ཆོས་ཕྲན་བུ་དགོས་བསམ་ན་སེམས་ཅན་ཐམས་ཅད་ལ་ཕན་ཐོགས་ཆེ་ཡང་ད་དེའི་ནང་ལ་ཡང་སོ་སོ་ཅིག་ཕ་མ་དུ་ཚོགས་ལ་བརྙས་བཀུར་དང་ཞབས་ཏོག་བྱེད་པ་དེ་འདྲ་བྱས་ཙང་ན་ཡག་པོ་བ་ཅིག་ཕ་མ་ལ་ཐོབ་ཉེ་བ་ཡག་པོ་བྱུང་སོང་ན་འོ་ད་དེ་ལ་བརྟེན་ནས་བྱ་བ་ལམ་འགྲོ་རྒྱུ་ཁོ་རེད་འོ་དེ་འདྲ་ཡིན་པར་བཟང་ཙང་ཅིག་བྱ་བ་ལམ་འགྲོ་ཡོང་ན་བསམ་ན་ཡར་ཅིག་དཀོན་མཆོག་ལ་མཆོད་པ་འབུལ་བ་གཅིག་པུ་མ་ཡིན་པར་མཆོད་པ་འབུལ་ཡག་ཡག་ཤོས་དེ་དཀོན་མཆོག་ལ་མཆོད་པ་འབུལ་ཡག་ཡག་ཤོས་དེ།

སེམས་པ་མང་པོ་དགའ་ཆེ་བ་ཡིན་ན་ཨ་འདི་ལ་བྱེད་ཟེ་ཞིམ་པོ་ཡོད་ན་ཕ་མ་ལ་དྲིས་གཏམ་སྙན་པོ་ཡོད་ན་ཕ་མ་ལ་ཨ་ནི་ཞེས་གོ་ཅིང་འཇམ་པོ་ཡོད་ན་ཕ་མ་ལ་གཡོག་རྩེའོ་ནང་ཕ་མ་ལ་དཀོན་མཆོག་ནང་བཞིན་ཆོས་པ་སྤེལ་བ་ཡིན་ན་ཨ་འདི་སེམས་བསྐྱེད་པ་སྲིད་དང་བཅས་པ་ཐམས་ཅད་ཐུགས་མཉེས་ཡག་གི་བའི་མཆོད་སྤྲིན་ཡག་ཤོས་དེ་ཆགས་ཀྱི་ཡོད་པ་སོང་ཙང་དེ་ང་ཚོ་བས་སྣང་མེད་དུ་མ་འགྲོ་བ་བྱེད་ཀྱི་རེད། འོ་དེ་འདྲ་ཡིན་པ་སོང་ཙང་ད་དེ་ང་ཚོ་བོད་པའི་གི་ཐུ་བོ་མ་ཡིན་པའི་གི་ད་གོ་ངས་མ་ཡིན་ན་གནའ་སྔ་མོ་ལ་སོ་སོ་ཕ་མ་སྲིད་དུ་མ་ལ་ཅིག་བླ་མ་དང་ཀླུ་དབང་ནང་གི་ཞེའུ་གུས་ཞབས་བྱས་ནས་ཕྱག་དང་ཆོ་འཕེལ་གྱི་ཡུལ་སྲིད་བར་བྱ་བ་དེ་འདྲ་ཞེའུ་གནང་གི་ཡོད་རེད་ཡིན་ན་ད་དེང་སང་གི་སྐབས་ཟེར་ལ་ད་ཕ་མ་སྲིད་དུ་མ་ལ་ཅིག་སྣང་མེད་འདྲ་བ་ཅིག་ཤོར་ནས་མི་མང་པོ་ཅིག་གི་གར་ཟེར་སོང་ན་ད་ཅིག་ཕ་མ་རྒན་གོག་གཉིས་འདི་ཆུང་ཆུང་སྐབས་ཟེར་ལ་སོ་སོར་སྤུ་གུ་ཞེའུ་དོ་སྣང་སྤྲད་ནས་ཕ་མེས་གཉིས་ཀྱི་སྡུག་དཀའ་ལས་ཞེའུ་བརྒྱབ་ཡོད་ན་ཡང་ད་ཆེན་པོ་ཆགས་དུས་མ་ལ་ཅིག་ཕ་མེས་ཀྱི་སྡུག་དཀའ་ལས་བརྒྱབ་ནས་སོ་སོ་ཆེན་པོ་བསུ་བ་དེ་ཧ་མ་གོ་བ་བྱས་ནས་སོ་སོ་རང་ཉིད་ཀྱི་ཞེའུ་འབྱུང་དེ་ཡིན་མདོག་མདོག་བྱས་ནས་མི་མང་མང་པོ་ཅིག་གིས་ད་ཆ་སོ་སོ་ཕྱུག་པོར་ཆགས་ནས་པས་རྩིག་པ་ཞིག་བ་ཆགས་བསྡད་པའི་སྐབས་སུ། ཕ་མ་དང་རྒན་འཁོགས་གཉིས་ཀྱི་བཀའ་དྲིན་དེ་བསམ་གཞིག་མེད་པའི་སྟེང་ནས་ད་དུང་ཡང་ཕ་མ་དང་རྒན་འཁོགས་དང་སོགས་ལ་དཔག་སྣང་མེད་དུ་བཏང་ནས། ད་མང་པོ་ཅིག་གིས་ཅིག་སོ་སོ་རྒྱུ་དང་དཔལ་འབྱོར་ཡོད་པ་དེ་གིས། ཅིག་རྩིག་པ་འོག་ཏུ་ཆགས་འདུག་མ་ལ་སོ་སོ་རང་གི་འཇོན་ཐང་ཡིན་མདོག་མདོག་ཕ་མ་ལ་པས་སྣང་མེད་བཏང་ནས་ཁྱད་གསོད་བྱས་ནས་ད་དུང་ཡང་ཕ་མ་དང་རྒན་འཁོགས་ཁྱེད་རང་ཚོ་ཐོག་ཚོ་ལ་ད་འདི་འདྲ་ཆགས་ཡོད་མ་རེད་ད་ང་རང་རང་གི་འཇོན་པ་ཡིན་མདོག་མདོག་བྱས་ནས་ཕ་མ་རྒན་འཁོགས་ལ་བརྙས་བཅོས་དང།

འོ་ད་ལྟ་ག་རེ་ཟེར་སོང་ན་སོ་སོ་ཅིག་མིང་དང་སྙན་གྲགས་དང་ཐོབ་དང་གོ་ས་དང་དབང་ཐང་དང་ལོངས་སྤྱོད་ག་འདྲེ་ཅིག་ཡོད་ན་ཚེ་འདི་ལ་གཅིག་དུས་ཙམ་ལ་ཕ་མ་གཉིས་ཀྱི་བཀའ་དྲིན་རེད་དེ་འདྲེ་འབར་སོང་ན་དང་པོ་སྐྱེས་པ་ཡང་ཕ་མ་གཉིས་ཀྱི་བཀའ་དྲིན་བར་དེ་ཆེན་པོ་ཆགས་ནས་བསུ་བ་ཡང་ཕ་མ་གཉིས་ཀྱི་བཀའ་དྲིན་ཨ་ནི་དེ་ནས་སློབ་སྦྱོང་འགྲོ་བ་ལ་ཕ་མ་གཉིས་ཀྱི་བཀའ་དྲིན་འོ་ད་དེ་འདྲེ་ཡིན་པར་སོང་ན་ཅིག་སོ་སོ་སློབ་སྦྱོང་འགྲོ་ཡག། འགྲོ་ཡག་གི་གོ་སྐབས་རག་པ་དེ་ཚོ་ཕ་མ་གཉིས་ཀྱི་བས་ཁྲག་གསོག་སྣག་གསོག་བྱས་ནས་བསགས་བསྡད་པ་དེ་ཚོ་གི་ཅིག་འགྲོ་སོང་བཏང་ནས་རྒྱུ་དང་ལུས་དང། དེ་ཚོ་ཚང་མེད་གི་ལུས་སྲོག་ཚང་མེད་གི་དང་འགྲོ་སོང་བཏང་ནས་དེ་ནས་སོ་སོ་ཡར་ཆེན་པོ་བྱས་ནས་གསོ་བསྡད་པ་ཡིན་པར་སོང་ཙང་ཕ་མེད་གི་བཀའ་དྲིན་བསམ་ཉིན་པ་བརྒྱ་པ་བྱ་འདོད་རེད་དེ་འདྲ་ཡིན་པར་སོང་ཙང་ཕ་མ་ཟེར་ཡ་དང་དཀོན་མཆོག་ནང་བཞིན་ཆོས་བ་པོའི་ཡུལ་བྱ་དུ་ཡོད་རེད་འོ་དེ་འདྲ་ཡིན་པར་སོང་ཙང། ཁྱེད་རང་ཚོ་ཁ་སང་སྐྱེས་སོང་ཨ། ག་རེ་བྱས་སོང་ད་ང་ཚོ་ཆིག་སྟོང་པ་སངས་རྒྱས་བཅོམ་ལྡན་འདས་འགན་ནི་ཅིག་དགོས་པའི་ལྷ་བབ་དུས་གཞན་ཟེར་ང་ཚོ་ཁ་སང་ལྷ་བབ་དུས་གཞན་བཏང་བ་ཡིན་པ། ད་ལྷ་བབ་དུས་གཞན་ཟེར་ཏེ་མ་སྟོང་པ་སངས་རྒྱས་བཅོམ་ལྡན་འདས་ལྷ་ནས་བབ་པ་ལྷ་ནས་ག་འདྲི་ཞིག་བབ་པར་ཟེར་ན། ནི་དྲུག་པའི་གི་ཚེས་པ་བཅོ་ལྔ་ལ་ནི། སྟོང་པ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱི་གར་ཟེར་ནི་ཡུམ་གྱི་མ་ལྷ་མཛད་དེ་ལྷ་ཡུལ་ལ་སྐྱེ་བ།

འོ་དེ་ཆི་ཡ་དེ་ག་རེ་ཟེར་སོང་ན་སྤྱིར་ཟེར། སེམས་ཅན་འགྲོ་བ་རེ་དྲུག་ལ་བའི་ཕྲིན་ལས་ཅི་ཡག་དང་ལྷག་པར་དེ་དག་དེའི་ནང་ནས་སུམ་ཅུ་རྩ་གསུམ་གྱི་ལྷ་གནས་དེ་སུ་བྱུགས་སོང་ཕྲིན་ལས་ཀྱི་ཆོ་ག་ཕྲིན་ལས་ཅི་ཡག་ཨ་ནི་ཡང་ཀུན་གཟིགས་སྟོང་པ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱི་ཨ་ནི་བས་སྐྱེས་པའི་གི་ཡུམ་ཀྱེ་མ་ལྷ་མཛེས་ཀྱི་ནི་སྐྱེ་བ་ལྷ་ཡི་གི་ཡུལ་དེ་བཞུགས་ཏེ་བས་སོང་ཙང་ཡུམ་གྱི་ཀྱེ་མ་ལྷ་མཛེས་ཀྱི་ནི་སྐྱེ་བ་དེ་ནི་དེ་ལ་ཕྲིན་ལས་ཅི་ཡག་ག་བྱེད་སྟོང་པ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱི་ད་ཡུམ་ལ་ག་འདྲེ་བྱེད་འདི་ལྟ་བས་ཕྲིན་ལས་ཅི་འདུག། འོ་དེ་ནང་བཞིན་ད་ང་ཚོ་ག་རེ་བྱས་སོང་ན་གཅིག་སྔོན་བྱུང་སྟོང་སྨྲས་ཀྱི་རྣམ་ཐར་ཇེ་མཆོག་གི་དོན་ཆེན་ཉམས་ལེན་སོང་བ་ནང་བཞིན་གྱི་སོ་སོ་ཕ་མ་སེ་ཡ་དེ་པའི་བཀའ་དྲིན་ཆེན་པོ་ཡིན་པ་ཧ་གོ་བ་བྱས། ག་ཚོད་ཀྱི་རང་ལ་གཅིག་ཚེ་འདི་ལ་གཅིག་བྱ་བ་ལམ་འགྲོ་ཡོང་ན་བསམ་གྱི་ཡོད་ན་ཕ་མ་གཉིས་འདི་ཡག་པོ་བྱས་གི་རེད། ཕ་མ་གཉིས་འདི་ཡག་པོ་མ་བྱས་ན་ཁྱེད་རང་གི་ཡར་དཀོན་མཆོག་ཆོ་ག་ག་ཚོད་ཕུལ་བཞག་ཡོད་ན་ཕ་མ་གཉིས་འདི་ཡག་པོ་མ་བྱས་ན་དཀོན་མཆོག་ཐུགས་ཁྱེད་རྙེད་གི་མ་རེད། ང་ད་ག་རེ་བྱས་སོང་ཡར། དཀོན་མཆོག་མཆོད་པར་རྒྱལ་རོང་རྒྱ་ཆེན་པོ་ཕུད་ཐུབ་ཀྱི་མི་འདུག་ན་ཡང། ཨོ་ད་ག་རེ་ཟེར་སོང་ན་ཕ་མ་གཉིས་ལ་ཞབས་ཏོག་ཞབས་ཧོ་རྒྱུག་ཕ་མ་གཉིས་ཀྱི་ཁ་ཉན་པོ་བྱས་ཕ་མ་གཉིས་ལ་སེམས་པ་སེམས་པ་མ་བྱེད་པ་བྱས་ཕ་མ་གཉིས་ག་རེ་ཟེར་སོང་ན་གཅིག་གཉིས་ལ་གཅིག་ཁ་ལག་ཞབས་ཧོ་སྤྲད་ཕ་མ་གཉིས་ལ་སྡུག་རོགས་ཞབས་ཧོ་གཡོག་ཕ་མ་གཉིས་ལ་སྐད་ཆ་སྙན་པོ་བཤད་ཕ་མ་གཉིས་སེམས་པ་དགའ་བྱོས་འོ་དེ་འདྲ་བྱས་ཙང་འདི་འདྲ་བྱས་པ་ཡིན་ན་ཨོ་ད་ཁྱེད་རང་གི་ཡར་ཕྱོགས་ཤིག་རྒྱལ་བ་སྲིད་དང་བྱེ་བ་ཐམས་ཅད་ལ་ཆོས་བ་ཕུལ་བ་དེ་གཅིག་པ་རེད་དུས་གསུམ་རྒྱལ་བ་སྲིད་དང་བྱེ་བ་ཐམས་ཅད་རང་དབང་མེད་པ་ཐུགས་མཉེས་འགྲོགས་རེད་ཨོ་ད་དེ་མ་བྱས་ཙང་ན་ཕ་མ་གཉིས་ལ་དངུལ་ག་དུས་ན། ཚེ་སྡུག་ཆ་རྐྱང་རྐྱང་ཤེས། ཟས་ལ་འཐུང་ལ་རྐྱང་རྐྱང་བལྟས། བསྡད་ས་ལས་སྐྱོབ་ས་རྐྱང་རྐྱང་བཞག། ཁང་པའི་སྒོ་ཁྱུག་རྐྱང་རྐྱང་བཞག། དེ་འདྲ་བྱས་པ་ཡིན་ན་ད་ཁྱེད་རང་ཁྱོད་ནི་ལམ་འགྲོ་རྒྱུག་གི་མ་རེད་བྱ་བ་ལམ་འགྲོ་ཁྱོད་ནི་རྒྱུག་གི་མ་རེད་ང་ཚོ་བསམ་བློ་བཏང་དགོས་ཡ་རེད། འོ་དེ་འདྲ་ཡིན་པ་སོང་ཙང་སོ་སོར་བྱ་བ་ལམ་འགྲོ་རྒྱུག་ན་བསམ་ན་ཕ་མ་རྒན་འཁོགས་གཉིས་ད་དཀོན་མཆོག་ནང་བཞིན་གྱི་ཆོས་པ་སྤུན་ནི་ཨ་ནི་ཡག་པོ་བྱས་པ་ཡིན་ན་ཚེ་འདི་དང་ཕྱི་མ་གནས་སྐབས་དང་མཐར་ཐུག་ཚང་མ་དེ་ང་ཚོ་ལམ་འགྲོ་རྒྱུག་གི་རེད་བྱ་བ་ལམ་འགྲོ་ཡོང་གི་རེད་ཚེ་འདི་ལ་སོ་ནམ་བསགས་གི་རེད་བྱ་བ་ལམ་འགྲོ་ཡོང་གི་རེད། ངོ་བོ་དེ་ལ་བརྟེན་ནས་མིང་དང་སྙན་གྲགས་དང་ཐོབ་དང་གོ་ས་དང་དབང་ཐང་དང་ལོངས་སྤྱོད་དང་ས་དང་ཚེ་དང་ཡུལ་ངོ་ཐེག་གི་ཡོད་རེད་དེ་མ་ཐག་ཅིག་གིས་ཕ་མ་རྒན་གོག་གཉིས་ནས་དགའ་སྣང་མི་བཏང་ནས་དེ་ནས་ཤ་ཚ་ནང་ད་ལྟ་ཅིག་གར་ཚེ་སྲོག་ནི་གཅིག་ཚེག་འདྲ་ཅིག་ཕ་མ་རྒན་གོག་གཉིས་ཀྱི་བསླབ་བྱ་བརྒྱབ་ན་ཡང་གཅིག་ནས་གཅིག་གཉིས་ནས་གཉིས་རྐྱང་རྐྱང་ཀློག་ཨང་ཕ་མ་གཉིས་ནས་ཅིག་མིག་གིས་ཅིག་བལྟས་སོང་ན་མིག་གིས་ཅིག་མིག་ངན་ལྟ་བསྡད་ཡག་དང་ཚེ་སྐད་ཆ་ཅིག་བཤད་སོང་ན་ཅིག་ཚིག་ངན་བྱས་ནས་ཚིག་ལན་ལོག་བསྡད་ཡག་དང་ད་ག་ན་ཞིག་དུག་ལོག་ཡིན་ན་ཕ་མ་གཉིས་ལས་པས་དུག་ལོག་སྐྱོ་བོ་བྱས་ནས་བཞག་བཞག་དང་ཁ་ལག་གཅིག་ཡིན་ན་ཕ་མ་གཉིས་ལས་པས་ཅིག་ཁ་ལག་སྐྱོ་བོ་བྱས་ནས་སྤྲད་བསྡད་མཁན་ཞིག་མཐའ་ན་བསླབ་བྱ་ཞིག་བརྒྱབ་པ་ཡིན་ན་ཁྱེད་རང་གཉིས་ཞུས་དོགས་རེད་འདྲ་བ་ཞིག་དེ་ནས་ཁ་ཤེས་བསྡད་མཁན་ཡིན་ན་ཨོ་ཚེ་འདི་ལ་ཡིན་ན་བྱ་བ་ལམ་འགྲོ་འགྱུར་གོ་མ་རེད་ཨ་ན་སོ་སོ་དུས་བབ་ཚབ་ཆེན་པོ་བསགས་ཀ་རེད་དེ་འདྲ་ཡིན་པ་སོང་ལ་ད་དེ་འདྲ་བྱས་པ་ཡིན་ན་ཆོག་ཤིག་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཆོས་པ་བོད་ནང་དུ་རྙེད་གི་མ་རེད། པོ་དེ་འདྲ་ཡིན་པར་བཟོ་ན་ཆོག་ཤེས་རྒྱ་བ་སྲིད་དང་བྱེ་བ་ཐམས་ཅད་ཐུགས་མཉེས་ནས་བསམ་ན་ཕ་མ་གཉིས་ལ་བསྙེན་བཀུར་དང་ཞབས་ཏོག་ཡག་པོ་བྱེད་ཀྱི་རེད་སོ་སོ་བྱ་བ་ལམ་འགྲོ་ཡོང་ན་བསམ་ན་ཕ་མ་གཉིས་ལ་བསྙེན་བཀུར་དང་ཞབས་ཏོག་ཡག་པོ་བྱེད་ཀྱི་རེད་ཚེ་འདི་ལ་སོ་སོ་ཅིག་མིང་དང་སྙན་གྲགས་བྱུང་ན་བསམ་ན་ཕ་མ་གཉིས་ལ་ཞབས་ཏོག་ཡག་པོ་རྒྱོབ་ཀྱི་རེད་ཚེ་འདི་ལ་སོ་སོ་ཅིག་དབང་ཐང་དང་ལོངས་སྤྱོད་དང་དེ་ཚོ་ཡོང་ན་བསམ་ན་ཕ་མ་གཉིས་ལ་བསྙེན་བཀུར་ཞབས་ཏོག་ཡག་པོ་རྒྱོབ་ཀྱི་རེད། ཡང་དག་ན་ཞིང་སྐྱེས་པ་ཕྱི་མ་ཞིག་སྔོན་དུ་ལྷ་དང་མི་གི་དགོངས་པ་ཡག་པོ་ཐོབ་ན་བསམ་ན་ཡང་ཕ་མ་གཉིས་ལ་གཉིས་ཀུན་ཏུ་ཞལ་མཐོང་ཡག་པོ་བྱེད། ཡང་དག་ན་ཞིག་ཐར་བ་དམ་ཤེས་སྐྱེས་པའི་དགོངས་པ་ཐོབ་ན་བསམ་ཡང་ཕ་མ་གཉིས་ལ་ཡག་པོ་བྱེད། འོ་ད་མདོར་ན་དགའ་ར་ཟས་སོ་མ་གཅིག་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་པ་བཟང་པོ་ཅན་ཨ་ལྷག་པ་འདི་སོ་སོ་གི་ཕ་མ་གཉིས་ལ་ད་དཀོན་མཆོག་ནང་བཞིན་གྱི་ཨ་ནི་བེད་ཅིག་དེ་འདྲའི་གུས་ཞབས་བྱེད་སའི་གི་ཡུལ་ལ་བཞག་ནས་ཨ་ནི་དེ་འདྲ་བྱས་ནས་ཚིག་གཅིག་སྐད་ཆ་བཤད་ན་རེད་སོ་སོ་ཅིག་ད་ག་རེ་ཡིན་ན་ཕ་མ་གཉིས།

ཁོ་མོ་ནི་དྲང་ལན་གྱི་ཅིག་ལྟར་ང་ཚོ་ཐུགས་མཉེས་ཡག་གི་མཆོད་སྤྲིན་ཡག་ཤོས་དེ་ག་རེ་ཟེར་སོང་ན་བྱམས་པ་དང་སྙིང་རྗེ་བསྒོམ་ནས་ནི་སོ་སོ་ཆེ་ཕ་མ་རྒན་སེམས་ཅན་ཐམས་ཅད་དུ་སོ་ལ་དྲིན་ལན་བྱེད་ཡ་ཚེ་འདི་གི་སོ་སོ་ཕ་མ་གཉིས་ལ་བྱེད་སོ་སོ་སེམས་པ་བཟང་པོ་བྱེད་སྤྱོད་ལམ་བཟང་པོ་བྱེད་ཚེ་འདི་གི་ཕ་མ་གཉིས་ལ་བྱེད་བསྙེན་བཀུར་དང་ཞབས་ཏོག་དེ་ཚོ་ཡག་པོ་བྱེད་པ་ཡིན་ན་ནི་འཕགས་པ་སྤྱན་རས་གཟིགས་ལ་ཐུགས་མཉེས་དེ་མཉེས་ཀྱི་རེད་ཨ་ནི་ཞིག་བླ་མའི་སྐུ་ཚེ་དེ་ལྡན་གྱི་རེད་སངས་རྒྱས་བསྟན་པ་དེ་རྒྱས་ཀྱི་རེད

མི་སུ་ལྟས་དེ་ན་དེ་འདྲས་ཅིག་ཡོད་པའི་ཕྱིར་ན་ཞེས་ཁོ་རང་གི་ལྟས་དེ་ན་ད་དེ་འདྲས་ཅིག་ཡོད་ན་ཡང་སོ་སོ་ཕ་མ་གཉིས་འདི་པས་ཁྱོད་སྣང་མེད་བཏང་ནས་བཞག་ཤོག་ཡིན་ན་ཕ་མ་གཉིས་འདི་ཅིག་དུག་ལོག་སྐྱོ་བོ་བྱེད་ནས་ཕ་མ་གཉིས་འདི་ག་རེ་ཟས་སོང་ན་ག་དུས་ན་ཅིག་བལྟས་ས་སྐྱོ་བོ་དུག་ལོག་སྐྱོ་བོ། ས་ཡ་གང་ཡང་ཚང་མ་སྐྱོ་བོ་བྱེད་ནས་བཞག་དེ་ཡོད་ན་འོ་ད་མི་དེ་ལ་ག་རེ་མ་དགོས་ག་རེ་བྱེད་ཙང་ཕྱིར་བལྟ་དེ་ག་རེ་ཞིག་གནང་ན་ཡང་དུང།

ཨོ་ད་ང་ན་ཡིན་གྱི་ཆུ་བོ་རིན་པོ་ཆེ་ལ་ཅིག་ཁྱེད་རང་གར་བྱས་ན་ཤེས་གསལ་དྲོན་ལ་ཡག་པོ་རེད་དེ་ལས་ཀྱང་ཕ་མ་གཉིས་གཉིས་ལ་དུང་པ་ཤག་ཙེ་ཙེ་ཞིག་དང་དུང་པ་ཤག་ཙེ་ཞེས་བ་ཅིག་ནས་བཞག་ད་ད་ག་ན་ཡི་ཆུ་བོ་ལ་ནམ་ཟ་ཕུལ་ན་ཡག་པོ་རེད་དེ་ལས་ཕ་མ་གཉིས་ལ་དུག་ལོག་ཡག་པོ་ཅིག་ཕུལ་ད་ཆུ་བོ་ནམ་ཟ་ཡོད་ན་མེད་ན་རེད་དེ་གར་བྱས་ན་སངས་རྒྱས་ལ་གོ་དཀའ་ངེས་གལ་ཡོད་མ་རེད་ད་ང་ན་ཡིན་ཁྱེད་རང་ཤེས་གསལ་དྲོན་ནར་མ་དྲོན་ནར་རེད་ད་ཚོ་ཚོ་སེམས་པ་བཟང་པོ་བྱས་ན་ནི་རྒྱལ་བ་སྲིད་ན་བྱེ་བ་དང་བྱེ་བ་བོད་པ་ཧ་མ་སངས་ཐོབ་ངེས་རེད་མ་གཏོགས་ཅིག་དེ་ཞེ་དྲག་ཞེ་དྲག་སྐྱོང་ཡོད།

ཨ་ད་ག་ན་ཡི་སྤྱི་བོ་ལ་ཕྱག་དང་སྐོར་ར་བྱིན་ཏེ་ཡག་པོ་རེད་དེ་ལས་སོ་སོ་ཕ་མ་གཉིས་ལས་པའི་ཞབས་ཏོག་ཡག་པོ་ཞིག་འབྲི་ད་ཨོ་ད་ག་ན་ཡི་ཁྱེད་རང་སྐྱབས་འཇུག་གཏོང་ཆོག་མང་པོ་ཕུལ་ན་དཔེ་ཡག་པོ་རེད་དེ་ལས་ཡང་ཕ་མ་གཉིས་ལ་དཔེ་ཅིག་གར་སེ་སོ་མཆོད་པ་ཡག་པོ་ཕུལ་ད་ད་འདོ་དོང་སྙིང་པོ་དང་ཆོས་ཞུ་རྒྱལ་བ་སྲིད་དང་བྱེ་བ་ཐམས་ཅད་ལ་ཐུགས་མཉེས་པ་བྱུང་ན་ཡག་པོ་བྱུང་ལ་བསམ་ན་སོ་སོ་གི་ཚེ་འདི་གི་ཕ་མ་གཉིས་དེ་ཡག་པོ་ཅིག

རྫིག་པོ་ཆེ་ཡང་དག་དེ་ལ་དཔེ་ཆོས་རེད་བསམ་པ་ཅིག་དེ་འདྲ་ཞིག་མང་པོ་ཅིག་ཆོས་ཟེར། མང་པོ་ཅིག་ཆོས་བྱེད་པ་གང་ཞིག་ལ་ཅིག། ཆོས་ལྟར་སྣང་ཅིག་ཨང་དང་འགྲོགས་དེ་ཡང་ཆོས་དངོས་གནས་དེ་གར་ཟེར་བསམ་ན་ལུས་ངག་ཡིད་གསུམ་གྱི་བྱ་བ་བྱ་བ་བཟང་པོ་དང་ལྷག་པར་དུ་སེམས་པ་བཟང་པོ་བྱེད་ཡག་པོ་འདི་ཅིག་གར་ཟེར་ཧ་གོ་ཡག་དཔེ་གལ་ཆེན་པོ་རེད་དེ་མ་གཏོགས་ཅིག། སོ་སོ་ཆེད་དགོས་བསམ་གྱི་སྤྱོད་པ་ཐམས་ཅད་འདུག།

བྱེད་སྟངས་དང་པོ་གཅིག་ཆོས་བྱེད་ཡག་གི་བློ་གཅིག་ལས་འདེབས་པས་ཡག་པོ་རེད་ཡིན་ན་དེ་ཙམ་འགྲིག་གི་མ་རེད་ཆོས་ཡག་པོ་བྱེད་པ་ལ་དགའ་ཟེར་ན་དོ་སྣང་བྲལ་ནས་ཆོས་གཅིག་རྣམ་པ་རྣམ་དག་འགྲོ་དང་མ་འགྲོ་ཟེར་བ་དེ་ག་ལ་ཐུག་དེ་ཡོད་རེད་ཟེར་ན་སོ་སོ་གི་ཀུན་སློང་ཐུག་དེ་ཡོད་རེད་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་པ་ལ་ཐུག་དེ་ཡོད་རེད་དེ་འདྲ་ཡིན་པ་སོང་ཆོས་བྱེད་ཟེར་དུས་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་པ་བཟང་པོ་བྱེད་ཡག་དེ་རེད་ཨང་ཆོས་བྱེད་ཟེར་དུས་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་པ་སྡུག་ཆགས་དང་མྱོང་འདོད་མྱོང་འདོད་བཏང་ནས་རྩ་བ་ནས་མེད་པ་སོགས་ལུས་ངག་ཡིད་གསུམ་གྱི་བྱ་བ་སོགས་སྦྱོར་བ་བཟང་པོ་དེ་ཨ་ནི་རྒྱུད་ལ་མ་སྐྱེས་པ་སྐྱེས་པ་ཞིག་སྐྱེས་པ

ཟེར་ཡག་ཏེ་ཆོས་ཀྱི་སྙིང་པོ་ཆགས་ཏེ་ཡོད་རེད་འོ་ད་དེ་ལྟ་བུའི་ཞིག་ལུང་ངག་ཡིན་ཟེར་བ་བྱ་བ་སྤྱོད་པ་བཟང་པོ་དང་གཡོ་བ་དང་སེམས་པ་བཟང་པོ་ཀུན་སྣང་བའི་སྒོ་ནས་སོ་སོ་ཚེ་འདི་གི་ཕ་མ་གཉིས་འདས་ནས་པའི་ཕྱིར་དཀོན་མཆོག་རྣམས་ཡིན་གྱི་ད་པའི་ཡག་པོ་ཞིག་སྐྱེ་དགུ་དང་ཤ་ཐོག་ཡག་པོ་རྒྱུག་སོ་སོ་ཤེས་བཞིན་པོ་དེ་ཚོ་ཕ་མ་བྲེད་གུ་ཅན་པོ་དེ་ཚོ་ཕ་མ་ལ་གཡོ་གཏམ་སྙན་པོ་ཞིག་དེ་ཚོ་ཕ་མ་ལ་བཤད་དེ་ཡག་པོ་བྱུང་སོང་ན་ད་དེའི་སྒང་ལ་ཡར་དཀོན་མཆོག་དང་ཆོས་པ་པའི་རྗེས་མར་མཁན་ནོར་སྦྱིན་པ་ཞིག། འོ་ད་དེ་འདྲ་བྱས་ཙང་བར་མར་གཉིས་ཀ་ཤ་རྡོག་ཡག་པོ་ཡོད་པའི་སྒང་ལ་ཨ་ན་ཆུ་བོ་རིན་པོ་ཆེ་ཞེས་ཟེར་འདུག་ན་ཧང་སང་ཡག་པོ་ཀྱང་རེད་རྗེས་སུ་ཡི་རང་རེད་ཨང་ད་ག་ནང་བཞིན་ཅིག་ག་རེ་བྱས་སོང་ན་ཅིག་ཆོས་པ་དེ་ཚོས་མར་མེ་ཚོས་རྒྱབ་པའི་གཏུམ་པོ་བྱས་ན་དཔེ་མ་ཟད་ཡག་པོ་རྗེས་སུ་ཡི་རང་ཨང་དེའི་སྒང་ལ་ཅིག་ཆགས་སྡང་སྐོར་ར་དང་ག་རེ་བྱས་ན་དཔེ་ཡག་པོ་རེད་ཅེས་དང་དེ་འདྲ་ཡིན་པ་སོང་ཙང་ང་ཚོ་ཕྱུག་གི་སྙིང་པོ་དེ་ག་རེ་བྱས་སོང་ན། བྱམས་དང་སྙིང་རྗེ་རེད་བྱམས་དང་སྙིང་རྗེ་གི་དང་རྩ་བ་དེ་བྱམས་དང་སྙིང་རྗེ་གི་དང། ཡུལ་ཡག་ཤོས་དེ་ག་ལ་ཟེར་སོང་ན་འགྲོ་བ་རེ་འགྲོ་ཀུན་སེམས་ཅན་ཐམས་ཅད་དང་ཨ་ལྷག་པ་དེ་སོ་སོ་ཚེ་འདི་གི་ཕ་མ་གཉིས་འདི་པད་མ་ཟེར་བའི་གཉིས་ཀུན་ཤེས་རྟོགས་ཡག་པོ་བྱས་པ་ཡིན་ན་དུས་གསུམ་སངས་རྒྱས་ཐམས་ཅད་ཐུགས་མཉེས་པའི་གི་ཆོས་ཕྲིན་ཡག་ཤོས་རྒྱུད་ཡག་ཤོས་དེ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ད་ཅིག་ད་ལྟ་འདྲ་ཅིག་ན་ད་བལ་ཆེ་ག་ལ་ཟེར་ན་དགུན་ཁའི་གི་དུས་སུ་སླེབས་འོང་ད་དགུན་ཁའི་དུས་སུ་སླེབས་པའི་འདི་བ་སོང་ཙང་ཕ་མ་རྒན་འཁོགས་གཉིས་འདི་དུག་སློང་ཡག་པོ་བྱས་པས་གཡོག་དུས་སུ་དུག་སློང་ཐུག་པོ་བྱས་ནས་གཡོག་ད་དེ་ལ་ཡང་བྱམས་པོ

གཅིག་ལུས་ངག་ཡིད་གསང་འདུས་པ་དེའི་དང་རེར་བསོད་ནམས་དེའི་གསང་བ་སོ་སོ་བྱ་བ་ལམ་འགྲོ་དེ་ཡོང་གི་རེད་དེ་འདྲ་ཡིན་པ་སོང་ཙང་ཅིག་ཨ་དགོན་ཁྱེད་ཀྱི་དུས་སུ་སླེབས་པའི་སྐབས་ཟེར་ལ་ནི་སོ་སོ་ཕ་མ་གཉིས་དེ་དུག་ལོག་དེ་ཚོ་འཇམ་པོ་ཅིག་ཁྲོ་བོ་ཡག་པོ་ཅིག་པར་གཡོག་ཨ་ཁ་ལག་དེ་ཚོ་ནི་དཔེ་ཅིག་སྔོན་ནས་དྲངས་ནས་ཡག་པོ་བྱས་ནས་འཕྲོ་བསྟེན་བྱས་ནས་ཕ་མ་གཉིས་ལ་ཁ་ལག་ཡག་པོ་པར་སྤྲད་ཨ་ནི་ཕ་མ་གཉིས་ལ་ཁ་དུས་ནི་གུས་ཞབས་བྱེད་ལུས་གོ་ནི་ལ་གུས་ཞབས་བྱེད་ངག་གོ་ནི་ལ་གུས་ཞབས་བྱེད་ཨ་དུས་ཀྱི་ནི་ཕ་མ་གཉིས་ནི་སོ་སོ་ནང་གི་ནོར་བུ་རེད་སོ་སོ་ནོར་བུ་རང་ལ་ཡོད་པའི་ནོར་ཉམས་ཧ་མ་གོ་ན་ཨ་ནི་ད

འོ་དེ་འདྲ་ཡིན་པ་སོང་ད་ད་སོ་སོ་ཕ་མ་དགེ་འགོ་གཉིས་དེ་ནང་ལ་བསྡད་ཤག་བའི་སྐབས་སུ་ལ་ད་དངོས་གནས་དྲང་ནས་སོ་སོ་ནོར་བུ་ཟེར་ཡག་དེ་ནོར་ཉམས་ཆེ་བ་ཞིག་ནོར་བུ་ནང་ལ་ཡོད་པ་ཧ་གོ་བ་ཆེ་འོ་དེ་འདྲ་བྱས་ནས་ཕ་མ་དགེ་འགོ་གཉིས་ལ་གཉིས་ཀར་ཞབས་ཏོག་ཡག་པོ་རྒྱུག་ཡག་དཔེ་མ་ཟེར་གལ་ཆེན་པོ་རེད་དེ་མ་བྱས་ན་རྗེས་མ་ཕ་མ་དགེ་འགོ་གཉིས་འདི་རེ་རེ་རེ་རེ་བྱས་འགྲོ་ཚར་སོང་ན་ཨ་མདའ་དེ་ནས་ད་ཡེ་ནས་ཞིག་དུ་ཁའི་རྒྱབ་ན་ཨ་ཁ་ཁ་དཔེ་བཟང་བཟང་ད

སོ་སོ་བར་མ་གཉིས་ནང་བསྟན་ཞག་དེ་མ་ཐོས་སམ་ནོར་བུ་ཡིན་པ་ཧ་གོ་བར་བྱེད་ཨང་བར་མ་གཉིས་ནི་རྙེད་བཀུར་དང་ཞལ་འདོགས་ཡག་པོ་རྒྱུགས་ཆེ་བ་ཡིན་ན་སོ་སོ་སོ་ནམ་བསགས་ན་བྱ་བ་ལམ་འགྲོ་བསྐྱོད་དགོས་རེད་བར་མ་སྐྱེ་འགོག་གཉིས་ནི་དགའ་བོ་ཡོང་གི་རེད་དེ་དུས་གསུམ་རྒྱལ་བ་སྲས་དང་བྱ་བ་ཐམས་ཅད་དུ་ངེས་པའི་ཆོག་ཕྲིན་དེ་ཆགས་ཀ་ཡོད། འོ་དེ་འདྲ་ཡིན་པར་སོང་དང་བར་མ་སྐྱེ་འགོག་གཉིས་ཀྱི་བཀའ་དྲིན་དེ་ཚོ་དྲན་པར་བྱེད་བར་མ་སྐྱེ་འགོག་གཉིས་ཀྱི་བསླབ་བྱ་དེ་འདྲའི་བར་བསྐྱངས་དགོས་ན་དེ་ཚོ་ཚང་མ་ལས་དངོས་གནས་སེམས་ནང་ལ་བར་བཞག་ད་རྒན་འགོག་ཁ་ན་མང་པོ་འདུག་ཟེར་དེ་འདྲ་བཤད་ཀྱི་ཡོད་མ་རེད་རྒན་འགོག་པའི་ཁ་མང་པོ་ཡོད་པ་དེ་ག་རེ་བྱེད་དགོས་རེད་ཟེར་སོང་ན་སོ་སོ་མི་ཚེ་གི་ནང་ལས་ཀྱི་དཀའ་ངལ་དང། དེ་འདྲ་ཞིག་མང་པོ་ཅིག་བར་ཡོང་ནས་དེ་འདྲིག་གི་དཀའ་ངལ་དེ་སོ་སོ་པུ་ལ་མ་འཕྲད་ཡག་ག་ཆེ་དེ་ལ་ཕ་མེས་ཀྱི་ལབ་ཆ་ག་ཚད་རྒྱག་ག་འདུག་ཕ་མེས་ཀྱི་ཕ་མ་ཟེར་ཡག་དེ་དངོས་གནས་དྲང་ནས་སེམས་ནང་ད་ཁོ་ཚོ་བའི་ཧང་སང་གི་བའི་སངས་རྒྱས་ནང་གི་ཆགས་དེ་ཡོད་རེད་གང་ཡིན་ཟེར་སོང་ན་ཕ་མེས་ཀྱི་ད་སོ་སེམས་ནང་ད་ག་རེ་ཡོད་ཟེར་ན་སོ་སོ་པུ་གུ་དེ་ལ་དཔེ་ཅིག་མིང་སྙན་གྲགས་ཐོབ་དང་གོ་ས་དབང་ཐང་དང་ལོངས་སྤྱོད་ཚང་མ་པུ་གུ་དེ་ལ་བྱུང་ན་བསམ་ངེས་སོ་སོ་པུ་གུ་དེ་ལ་ཡག་པོ་བྱུང་སོང་ན་ནི་ཡིན་ང་ཡང་གང་ཡང་མི་དགོས་བསམ་དེ་ངས་ཕ་མེས་ཀྱི་ད་དེ་འདྲིག་རྐྱང་རྐྱང་རེད་དེ་འདྲ་ཡིན་པ་སོང་དང་སོ་སོ་གི་ཕ་མ་དེ་ལ། ཕ་མ་རྒན་འཁོགས་གཉིས་ཏེ་ཞག་པའི་སྐབས་སུ་ལས་དང་དངོས་གནས་དྲང་གནས་ཀྱི་བཀའ་དྲིན་དེ་ཚོགས་པས་བསམ་ཤེས་བྱས་ནས་ཡག་པོ་བྱས་པ་ཡིན་ན། ཨ་ནི་ཚེ་འདི་ལ་སོ་སོ་བསོད་ནམས་བསགས་པར་བྱེད་སྲིད་དེ་ཡག་དང། ཨ་ནི་ག་རེ་བསད་སོང་ན་ཅིག། དེ་ནི་སོ་སོ་ལས་རྒྱུ་འབྲས་དེ་ནི་འཁོར་ཡག་ཡོད་རེད། ད་ལྟ་སོ་སོ་ཕ་མ་ཡག་པར་བྱས་པ་ཡིན་ན་གཞུག་མ་སོ་སོ་སྤོ་བོ་དེ་ཚོགས་པས་སོ་སོ་ལ་ཡག་པར་བྱས་རེད། ད་ལྟ་ཕ་མ་གཉིས་སྡུག་པོ་རྐྱང་གྱི་བཏང་དེ་ན། འོ་དེ་འདྲ་བྱས་ནས་ད་ལྟ་ཕ་མ་གཉིས་ལ་སོ་སོ་སྡུག་པ་རྐྱང་རྐྱང་བཏང་སྟེ་ཡང་ན་ནི་ཡུག་མ་ལ་སོ་སོ་བུ་གུ་དེ་ལ་སོ་སོ་སྡུག་པ་བཏང་གི་རེད་དཱ། ཅེས་དང་དེ་འདྲ་ཡོད་མ་དེའི་སྐབས་སུ་ད་ལས་ཀྱི་རིགས་འཁོར་བ་རེད་དཱ། འོ་དེ་འདྲ་ཡིན་པ་སོང་ཙང་ཅི་བསམ་མནོ་ཡག་པོ་བཏང་ནས། སོ་སོ་ཅིག་གར་བྱས་ཙང་ཕ་མ་གཉིས་ལ་གཉིས་བཀུར་དང་ཞབས་ཏོག་ཡག་པོ་བྱས་པ་ཡིན་ན་དེ་ལ་དེ་ལ་བརྟེན་ནས་ཅིག། ད་ནང་པ་སངས་རྒྱས་ཀྱི་ཤུགས་ཀྱི་སྙིང་པོ་བྱམས་པ་དང་བརྩེ་བ་ཨ་ནི་དེ་གི་ཞི་བདེ་དེ་བླང་བ་ཡིན་པ་རེད། ཨ་འདི་ལ་བརྟེན་ནས་ཅིག་ཕ་མ་མི་འགོག་གཉིས་ལ་དཔེ་ཅིག། བརྟེན་ནས་སོ་ནམ་སོ་ཡག་དང་བེ་ཕོ་མང་པོ་དག་འགྲོ་ཡོད་རེད་ད་དེ་ལ་བརྟེན་ནས་སོ་སོ་སྤུ་གུ་དེ་ཚོ་གི་ད་བ་བ་ཨ་མ་གཉིས་ལ་ད་ཆུང་མ་འོ་ཞབས་ཏོག་ཡག་པོ་བྱེད་གི་འདུག་ད་བ་བ་ཨ་མ་གཉིས་ཀྱི་ད་ཕ་མ་སི་ཡ་དེ་འདི་འདྲས་ཅིག་དངོས་གནས་དྲང་ནས་བ་བ་ཨ་མ་གཉིས་ཀྱི་ཁོ་རང་གཉིས་ཀྱི་ཕ་མ་གཉིས་ལ་འདི་འདྲས་ཅིག་གི་ད་བས་གུས་ཞབས་བྱེད་གི་འདུག་འདི་གམ་སེ་གི་ད་ཡག་པོ་བྱེད་གི་འདུག་ཅེ་ད་ང་ཚོ་བ་ཡིས་བ་རྗེས་མ་དེ་བ་བ་ཨ་མ་གཉིས་ལ་ཡག་པོ་བྱེད་གི་འདུག་བསམ་སྤུ་གུ་དེ་ཚོ་བ་སློབ་སྦྱོང་དེ་ད་དངོས་གནས་དྲང་ནས་ཅིག་ཡག་པོ་ཐེབས་གི་རེད་སློབ་སྦྱོང་དེ་ཚོ་ཅིག་བ་རེད། ད་དེ་མ་བྱིན་ན་སོ་སོ་དེ་འདྲ་དཔའ་བ་མ་གཉིས་རྒན་གོག་གཉིས་ལ་བའི་སྡུག་པོ་རྐྱང་རྐྱང་བཏང་དེ་བཞག་ན་ཨ་ནི་སོ་སོ་སྤུ་གུ་དེ་ཟེར་ཨོ་ཡ་ཡ་ད་དེ་འདྲ་ཞིག་བྱས་ད་རྒན་གོག་ཟེར་ཡ་ད་ལས་ཚེ་དེ་མ་ལས་ད་རེ་སྡུག་པོ་བཏང་དགོས་ས་རེད། མོ་ད་ད་འདྲ་ག་རེ་བྱས་སོང་ན་ང་རང་དཔའ་བ་གཉིས་ཨ་མ་གཉིས་ཀྱི་ད་སྤོ་བོ་རྨོ་མོ་གཉིས་ལ་བའི་སྡུག་པོ་མང་པོ་བཏང་གི་འདུག་གཟིགས་ད་རྗེས་མ་ག་རེ་བྱས་སོང་ན་ཅིག་ང་ཚོ་ད་ག་རང་བྱེད་དགོས་ས་རེད་ཟེར་ཨ་ནི་གཞུག་མ་སོ་སོ་རྒན་གོག་ཆགས་ཚར་བའི་རྗེས་ལ་སོ་སོ་སྤུ་གུ་གི་སོ་སོ་ད་འདྲ་ན་ཡིན་སོ་སོ་པ་བ་ཨ་མ་འདུག་པ་བཏང་བ་ན་ཡིག་སོགས་སུ་རྗེས་མ་དེ་སོ་སོ་པོ་དགུ་ཡིག་སོགས་འདུག་པ་བཏང་གི་རེད་ལས་རྒྱུན་རིང་ཚེ་དེ་ནི་ཁོ་རང་རེད་དེ་འདྲ་ཡིན་པ་སོང་ལས་རྒྱུན་རིང་ཚེ་ནམ་ཡང་བསླུ་བ་མེད་པ་ཆགས་བསྡད་ཡག་རེད་མོ་དེ་འདྲ་ཡིན་པ་སོང་ཐང་ཅིག་སོ་སོ་ཕ་མ་རྒན་འཁོགས་དེ་ཤ་བ་དེ་ཚོ་གི་ཕ་མ་ལ་ཞབས་ཏོག་ཡག་པོ་རྒྱུག་སྙིགས་ཁུར་ཡག་པོ་བྱེད་ཞབས་ཕྱི་ཡག་པོ་རྒྱུག་དཀོན་མཆོག་ནང་ཡིད་ཆེས་དང་མཆོད་པ་ཡག་པོ་ཕུལ་ནས་དེ་འདྲ་བྱེད་པ་ཡིན་ན་ཨ་ནི་གཞུག་མ་གི་སོ་སོ་པོ་དགུ་དེ་ཚོ་གི་ལས་རྒྱུན་རིང་སོ་སོ་འཁོར་བསྡད་པ་སོང་ཙང་པོ་དགུ་དེ་ཚོ་གི་སོ་སོ་དེ་ཡག་པོ་བྱེད་གི་རེད་ཨ་ནི་ཕྱོགས་གཅིག་ནས་ཕྱུགས་དང་འཇིག་རྟེན་ཆ་ཚང་གི་ད་རྩ་བ་ཆགས་བསྡད་ཡོད་རེད་མི་ཡ་རབས་བཟང་ཕྱོགས་བསྟན་པ་ཡག་པོ་བྱེད་དགོས་སོང་ན་ཕ་མ་གི་མགོ་གཉིས་ལ་ཞབས་ཏོག་བྱེད་ཡག་སྟེ་འཇིག་རྟེན་གྱི་དམ་མི་གི་ཅིག་ཅོར་ལ་ཆུ་ཡག་ཤོས་དེ་མི་ཆུ་ཡག་ཤོས་དེ་ཆགས་དེ་ཡོད་རེད་ཨ་ན་དམ་པའི་ལྷ་ཆོས་ཀྱི་ནང་ལ་ཤེས་སོང་ན་ཆོས་ཀྱི་སྙིང་པོ་ཆགས་དེ་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཅི་ད་ངས་དེ་རིང་གི་དུས་ཚོད་འདི་བརྒྱུད་ནས་ཕ་མ་གི་མགོ་གཉིས་ལ་ལ་བའི་ཆོས་པ་ཅན་གྱི་ཚང་མ་ལ་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཕ་མ་དང་གི་མགོ་གཉིས་ལ་ལ་བའི་བསྙེན་བཀུར་དང་ཞབས་ཏོག་ཡག་པོ་རྒྱུག་པ་དེ་འདྲ་ཡིན་པ་སོང་ཙང་སོ་སོ་ཕ་མ་གི་མགོ་གཉིས་ཡོད་ན་རེད་གཅིག་ཡོད་ན་རེད་འོ་ད་དེ་ཚོ་ལ་ཆོས་པ་བུ་ཡག་གི་ཞབས་ཕྱི་ཡག་ཤོས་དེ་ཨ་ན་ག་རེ་བྱས་སོང་ན་བྱས། ཕ་མ་རྒན་འཁོགས་གཉིས་ཀྱི་སྡེས་བྱ་བའི་སྐབས་སུ་ལ་ཕ་མ་རྒན་འཁོགས་གཉིས་ལ་དང་འཇིག་རྟེན་གཅིག་མ་གྲོངས་བའི་སྐབས་སུ་སྡེས་བྱ་བའི་སྐབས་སུ་ལ་ཕ་མ་རྒན་འཁོགས་གཉིས་ལ་ཅིག་ཁ་ཧུར་ཚིག་ཁུར་དུས་དང་ཕྱིས་ཞབས་ཕྱི་ཡག་པོ་རྒྱུག་ཐུགས་ལོག་དུས་སུ་ཡག་པོ་གཡོག་ཁ་ལག་དུས་སུ་ཡག་པོ་སྤྲད་གུས་ཞབས་ཡག་པོ་བྱེད་ཕ་མ་རྒན་འཁོགས་གཉིས་ཀྱི་སྐད་ཆ་བཤད་བྱ་བ་དུས་སུ་སྣང་མེད་མ་བཏང་བ་བྱེད་ཨམ་ཆོག་ཡག་པོ་ཉན་འོ་དེ་འདྲ་བྱས་ནས་ཕ་མ་རྒན་འཁོགས་གཉིས་དེ་དངོས་གནས་དྲང་དཀོན་མཆོག་ཡིད་བཞིན་ལེགས་པའི་མཆོད་པ་ཡག་པོ་བྱེད། དེ་འདྲ་བྱས་ནས་གོས་ཞབས་ཡག་པོ་བྱས་ནས་ཟས་ཞིམ་པོ་ཡོད་ན་ཕ་མ་ལ་སྤྲད་གནམ་སྙན་པོ་ཡོད་ན་ཕ་མ་ལ་བཞེས་གོས་འཇམ་པོ་ཡོད་ན་ཕ་མ་ལ་གཡོག་ཕ་མ་གཉིས་དེ་སྔོན་ནས་འདྲ་ནས་དཀོན་མཆོག་ནང་བཞིན་གྱི་དང་མཆོད་པ་ཡག་པོ་བྱས་ནས་གོས་ཞབས་ཡག་པོ་བྱས་ད་འོ་དེ་ལ་བརྟེན་ནས་བྱ་བ་ལམ་འགྲོ་ཡོང་གི་རེད་དེ་ལ་བརྟེན་ནས་སོ་ནམ་བསགས་ཀྱི་རེད་དེ་ལ་བརྟེན་ནས་ཕྱུགས་དང་འཇིག་རྟེན་གཉིས་ཀ་བརྟེན་ནས་ཡོང་གི་རེད་འོ་དེ་ལ་བརྟེན་ནས་བྱེད་གླིང་དང་གཉེར་དང་ཐོབ་དང་གོ་ས་དབང་ཐང་དང་ལོངས་སྤྱོད་ཚང་མ་བསམ་ན་དེ་ལ་བརྟེན་ནས་ཡོང་གི་རེད་ད་གལ་ཤེས་ཤུལ་དེ་སྐྱེས་པ་ཕྱི་མ་ཆེ་སྔོན་དུ་ལྷ་དང་མའི་གོ་འཕང་ཐོབ་ཡག་གི་རྒྱུ་ཡག་ཤུལ་དེ་ཆགས་འགྲོ་ཡག་རེད་ད་དེ་ནས་ག་རེ་བཟས་སོང་ན་ཆིག་ཆོག་གི་སྙིང་པོ་དེ་བྱམས་པ་དང་སྙིང་རྗེ་དེ་གི་ཡུལ་ཡག་ཤོས་གི་རྩོལ་བ་དེ་ཕ་མ་རེད། ཨོ་དེ་འདྲ་ཡིན་པར་སོང་ན་འཛམ་བུ་གླིང་འདིའི་སྒང་ན་གནས་པའི་གི་དག་ཅིག་སེམས་ཅན་སྤྱི་ཡོངས

ཅིག་ཕ་མ་སོ་སོ་ཕ་མ་རྒན་གོག་གཉིས་འདི་དང་ནོར་བུ་ནང་བཞིན་ཧ་གོན་པ་གོ་ནས་ཧ་གོ་ནས་འོ་དེ་འདྲ་བྱས་ན་དཔེ་ཡག་པོ་ཡོད་རེད་ཅུང་མ་ཕ་མ་རྒན་གོག་གཉིས་འགྲོ་ཙམ་ན་ནི་དེ་ནས་གཞི་ནས་མགྱོགས་པ་བསྐྱེད་ནས་མིག་ཤེལ་བཏང་ནས་ཨ་ནི་ག་རེ་མ་དགོས་ག་རེ་བྱས་ན་ཕན་ཐོག་ཡོད་མ་རེད་དེ་འདྲ་ཡིན་པ་སོང་ན་ཕ་མ་རྒན་གོག་གཉིས་དེ་བས་ཀྱི་སྐབས་སུ་ལ་ཨ་ནི་ཕ་མ་རྒན་གོག་ལ་བསྙད་བཀུར་དང་ཞབས་ཏོག་ཡག་པོ་བྱེད་ཡག་དེ་བྱས་པ་ཡིན་ན་སོ་ནམ་ཟ་བ་བ་ཤེས་སྲིད་པ་ཨ་ནི་སོ་སོ་དེ་ལ་བརྟེན་ནས་ཆགས་སྡང་བྱུང་གི་རེད་དེ་འདྲ་ཡིན་པ་སོང་ན་ཚང་མས་ཀྱི་ད་དེའི་སྒང་ལ་དོ་སྣང་སྤྲད་ནས་ཨ་ནི་ཅིག་འཛམ་གླིང།

པས་མ་ཟེར་བའི་བཀའ་དྲིན་ཆེན་པོ་ཡིན་པར་སོང་དང་བཅས་ཏེ་དྲིན་ལན་ཡག་པོ་འཇལ་ནས་ཨ་ནེ་ཚོས་ཕ་མ་ལ་གུས་ཞབས་བྱེད་ཡག་དང་ཕ་མ་ལ་ད་ངོ་ནའི་གྲ་ནས་འདི་ཚོ་བྱེད་ཡག་དེ་པས་མ་ཟེར་ཕྱུག་སྙིང་པོ་ཆགས་ཏེ་ཡོད་རེད་ཨོ་དེ་འདྲ་བྱེད་ཡག་ཡིན་ད་ག་ནང་གི་བུ་གངས་ཅན་ལྗོངས་ལ་ཨ་ནེ་གཙོ་བྱས་པའི་གི་ད་གར་སོན་ཙམ་ལ་ས་ཕྱོགས་གང་ས་ལ་བཞུགས་དེ་མཁན་གི་ཕ་མ་ལ་བསྙད་བཀུར་དང་ཞབས་ཏོག་བྱེད་མཁན་གི་སྐྱེ་བོ་སུ་འདྲ་ཞིག་ཡོད་ན། ཁྱེད་རང་བཀའ་དྲིན་ཆེ་ཁྱེད་རང་བྱ་བ་ལམ་འགྲོ་ཡོང་བ་ཤོག་ཁྱེད་རང་ན་ཚ་མ་ཡོང་ཤོག་ཁྱེད་རང་བར་ཤ་མ་ཡོང་ཤོག་ཨ་ནི་ཁྱེད་རང་གི་ཕ་མ་ལ་བེད་སྤྱད་ཀྱི་སྙིང་ཁུ་དང་ཞབས་ཏོག་བྱེད་པ་དེ་ངའི་སེམས་གཏིང་ནས་རྗེས་སུ་ཡི་རང་ཡོད་ས་ཞུ་ཡ་ཡིན་དེ་འདྲ་ཡིན་པ་བཟང་རྩ་མི་ཟ་ཆོག་གང་སར་བྱུང་བ་ཤོར་བའི་གི་ད་སེམས་ཅན་སུན་ཕྲོག་ཅིག་སྐྱེ་བོ་སུན་ཕྲོག་ཅིག་ཡིན་ན་ཕ་མ་ལ་གུས་ཞབས་བྱེད་བསྡད་མཁན་ཕ་མ་ལ་ཅིག་ཆགས་དང་ཆོག་པ་བྱེད་བསྡད་མཁན་ཕ་མ་ལ་བརྙས་བཀུར་བྱེད་བསྡད་མཁན་དེ་འདྲ་གི་ད་སྤུ་གུ་ག་པ་ཡོད་ན་ཁོ་ཚང་མ་བྱ་བ་ལམ་འགྲོ་ཡོང་བ་ཤོག་མི་ཚེ་ཡག་པོ་ཡོང་བ་ཤོག་སྐྱིད་པ་ཡོང་བ་ཤོག་བར་ཆད་མ་ཡོང་ཤོག་ན་ཚ་མ་ཡོང་ཤོག་བྱ་བ་ལམ་འགྲོ་ཡོང་བ་ཤོག་ཨ་མཚན་འདིར་ཁོ་རང་གི་བསམ་དོང་ཚང་མ།